ཨ་མེ་རི་ཁ་གི་ཞི་བདེའི་ཐེབས་རྩ་ཁང་ནས་མི་རབས་གསར་རྙིང་འཕོ་འགྱུར་གྱི་ལས་འཆར་གཞིར་བཟུང། རྩོད་རྙོག་གི་ཤུགས་རྐྱེན་ཐེབས་པའི་ཡུལ་ལུང་ཁག་གི་གཞོན་སྐྱེས་འགོ་ཁྲིད་ཚོར། གོང་ས་མཆོག་གིས་གཞིས་སྒར་ཕོབ་གྲངས་ནས་བྱམས་བརྩེའི་ཟླ་ཤེས་ཡོན་འདྲ་མཉམ་ཅེས་ཀྱི་བརྗོད་གཞི་བདམས་འབྲེལ་ཏེ། ལམ་སྟོན་ཕེབས་བཞིན་པ་ལས། ཉི་མ་དང་བོར་གོང་སར་བརྗོད་གཞི་གསུམ་གྱི་ཐོག་བཀའ་སློབ་གནང་སྐབས། གོང་ས་མཆོག་གིས་འཛམ་གླིང་ཞི་བདེ་ཡོང་བར་ནང་སེམས་ལ་ཞི་བདེ་དང་བྱམས་བརྩེ་ཡོད་དགོས་པ་བཀའ་གནང་གི་འདུག།
Ultimately, inner peace, loving kindness, compassion། དེང་སང་མཚོན་ཆ་ཡར་རྒྱས་ཆེན་པོ་ཕྱིན་ཏེ་སྟབས་མ་ལེགས་པ་འདྲ་བྱུང་ནས་མཚོན་ཆ་འདི་རིགས་བེད་སྤྱོད་དུ་བཏང་ན་མཇུག་འབྲས་ཧ་ཅང་ཚབས་ཆེན་ཡོང་ངེས་དང། དུས་རབས་སྔོན་མ་རྣམས་སུ་ང་ཚོའི་བར་རེག་བཙོ་ཉོག་བྱུང་ནའང་མཚོན་ཆ་སྟབས་བདེའི་བརྡ་སྐབས་རེར་ཁུ་ཚུར་བེད་སྤྱོད་གཏང་གི་ཡོད་པས་དེ་ཙམ་ཉེན་ཁ་ཆེན་པོ་མ་རེད་མོད། དེང་སང་དུས་བདེ་མི་འདྲ་བར་མཚོན་ཆ་འདི་རིགས་ཀྱིས་མཐའ་མེད་པའི་གཏོར་བཤིག་གཏོང་ཐུབ་པར་བརྟེན། ང་ཚོར་དངོས་ནས་འཛམ་གླིང་ཞི་བདེའི་དགོས་མཁོ་ཡོད་ལ། ཞི་བདེ་ནི་སྨོན་ལམ་བཏབ་ནས་ནུས་པ་འཐོན་པ་ཟིག་མིན་པ་བདེན་ཚེ་བ་ནི་འགྲོ་བ་མི་རང་ཉིད་ཀྱིས་ཤེས་པ་ཟིག་ཡིན་པས། རང་བཞིན་གྱིས་ཞི་བདེ་ནི་ང་ཚོ་རང་ལ་བརྟེན་ཡོད་པ་དང། སྔོན་དེབ་དེར་ནབ་དེང་སང་ཞི་བདེའི་ལས་འགུལ་གང་སར་ཁྱབ་བཞིན་པར་མཐོང་ཞིང། ཞི་བདེ་ཡོང་བར་ཐོག་མར་སེམས་ཀྱི་ཞི་བདེ་བསྒྲུབ་དགོས་པ་དང། སེམས་ཀྱི་ཞི་བདེ་ནི་བྱམས་བརྩེའི་བརྡར་སྙིང་རྗེའི་བསམ་པ་ལ་ཐུག་ཡོད་ཅེས་བཀའ་གནང་ཡོད་པ་དང།

དེ་ཡོང་བར་ང་ཚོས་དེང་རབས་སློབ་གསོ་གི་བསླབ་གཞིའི་ནང། སེམས་པ་བཟང་བོ་བྱ་རྒྱུ་དེ་ཡང་གཅིག་ནས་བརྗོད་གཞི་དེ་སློབ་གསོའི་ཆ་ཤས་ཟིག་བཟོ་དགོས་པ་རེད་ཅེས་བཀའ་གནང་གི་འདུག་ཅིང། ཡང་གོང་ས་མཆོག་གིས་དམངས་གཙོ་ལྡན་འདྲ་མཉམ་ཡོང་བ་ལ་བྱམས་བརྩེའི་བསམ་བློ་ནི་དཀར་ནག་དབྱིབས་ཆེ་ཤོས་སུ་བསྐྱུར་བའི་འགྲེལ་བརྗོད་གནང་གི་འདུག། So now in order to develop democracy, compassion is key factor གཞན་ཚིག་ཡོད་ན་འདྲ་མཉམ་ནི་རང་བཞིན་གྱིས་ཡོང་གི་ཡོད་པ་དེར་དེང་སང་འཛམ་གླིང་གི་སྐད་ངར་མང་བོ་ཟིག་འདྲ་མཉམ་མེད་པར་བརྟེན་ནས་ཡོང་གི་ཡོད་པ། དམངས་གཙོའི་རྩ་དོན་ནི་འདྲ་མཉམ་ལ་བརྩིས་ཏེ་མི་ཚོས་གང་སར་བཤད་བསྡད་ཡོད་ན་ཡང། དམངས་གཙོའི་མཁའ་དབུགས་དེ་བརྡལ་ཆབས་ཅིག་ཧྲག་གིང་སྒེར་གཅོད་པའང་སྐབས་རེར་ཡོང་བསྡད་པ་ནི་ནོར་བ་རེད། གང་ནས་ཀྱང་ང་ཚོར་དངོས་གནས་དམངས་གཙོར་དགོས་གི་ཡོད་པས།

གཞོན་སྐྱེས་འདི་ཚོ་དང་ངལ་རྩོལ་ཧ་ཅང་བསོད་ནམས་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། གོང་ས་མཆོག་དང་ཨ་མི་རི་ཁ་གི་ཞི་བདེའི་ལྟེ་གནས་ཁང་བར་གྱི་སྒྲོག་གླེང་གི་ལས་རིམ་དེ་སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་དབུ་འཛུགས་གནང་སྐབས་ནས་བཟུང། ཨེ་ཤ་རང་དབང་རླུང་འཕྲིན་ཁང་དང་ཟུང་འབྲེལ་གྱི་སྒོ་ནས་ལས་རིམ་བཀོད་སྒྲིག་གནང་གི་ཡོད་ཅིང། བཀའ་སློབ་ཀྱི་རྗེས་སུ་རྩོད་རྙོག་བྱང་གི་ཡུལ་ལུང་སྦང་ག་ལ་དང་ཨབ་གྷ་ནི་སི་ཐན། ཏཱ་ཇི་ཁི་སི་ཐན་དང་སུའུ་དན་སོགས་ཀྱི་གཞོན་སྐྱེས་ཕོ་མོ་ཁག་ཅིག་གིས་ཕོ་མོ་འདྲ་མཉམ་དང་དབྱེ་འབྱེད་དེ་ཕོ་མོ་ཕན་ཚུན་གྱི་བར་བསམ་ཤེས་ཡོང་སྟངས། བྱམས་བརྩེའི་བསམ་བློ་གཅིག་གི་ཐོག་དཀྲི་བར་བཀའ་ལན་ཐུང་ཐུང་རེ་ཕེབས་པ་ད་ཆ་གཅིག། ཉི་མ་གཉིས་བར་མུ་མཐུད་དེ་གཞོན་སྐྱེས་ཚོ་དང་ལྷན་དཀྲི་བ་དཀྲིས་ལན་གནང་གཏན་འཁེལ་ཡོད་གི། བཞི་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ལྡབ་མཉམ་པར་ཕྱོགས་བསྒྲིགས་གནང་མཁན་འོད་ཟེར་གཉིས་ཀ་ཡིན།